ཡིག་འབྲུ་བཞི་དེ་བསྟན་པ། ཡིན་རོ། ཡིག་འབྲུ་བཞི་ཡོད་རྒྱུ། ཚིག་དེ་མ་གཏུགས་སུ་བསྟན། ཨེ་ན་མོ་ཚུལ་དེ་ཚིག་རོ་ན། ཡིག་འབྲུ་བཞི་བཞིན་བསྟན་ཟེར་རོ། ཡིག་འབྲུ་བཞི་དེ་བསྟན་པ་ཅི་ལ་ཡིག་འབྲུ་བཞིན་བསྟན་ཟེར། ད་དང་པོ་དེ་ལ་ཡ། བུད་མེད་སྡིགས་གཟུགས་ཟེར་རོ། བུད་མེད་སྡིགས་གཟུགས་ལས་དེ་རྩོམ་པ་འདི་ནང་ལོགས་ལ་ཡ་ཡི་གེ་བཞི་ཡོད། བ་ན་རོ་བོད་དང་བོད། གཅིག་བྱས་རོ། མ་གུས་མི་གཉིས། སེ་ག་ཏེ་ག་ར་ཏེ་ཏྲ་ཀི་བུ་ཏྲི་ཀ་གཅིག། གསུམ། ཨའོ་ཛ་སེམས་གཟུགས་ག་ས་གཟུགས། བཞི། དེ་འདི་འདི་ལ་ག་ལེགས་རེད། ཡིག་འབྲུ་བཞི་ལྡན་ཟེར། ཡིག་འབྲུ་བཞི་དང་ལྡན་པ་བོད་མི་སྒྲིག་འཛུགས་ཟེར། བ་ནོར་བོད་དུ་བོད་དམག་རྒྱུག་མི་སེ་ག་ད་ཀ་ར་ད་ཁྲ་ཁྱུག་ཀྲི་ཀ་ཀྲིག་ཨའོ་ཛ་ཤིང་ཆུ་འཛུགས་ག་ས་འཛུགས་བོད་མི་སྒྲིག་འཛུགས་ཟེར། ད་འདི་ཡིག་འབྲུ་བཞི་དང་ལྡན་པ་ཟེར་རོ། འདི་ནི་བོད་ཕྲུག་ཁྱིམ་སྡེ་ཟེར་རོ། བ་ནོར་བོད་ད་བོད་ཕ་ར་ད་ཁྲ་ཤིང་ཆུ་ཁྲུག་ཀ་ཁྲུག་ཁའི་ད་ཁྱ་ཁྱུ་ཁྱིམ་མ་ཁྱིམ་ས་ད་ད་ད་མིང་པོ་སྟེ་བོད་ཕྲུག་ཁྱིམ་སྡེ་ཡིག་འབྲུ་བཞི་དང་ལྡན་པ། ཟེར་རོ། བོད་ཕྲུག་ཁྱིམ་སྡེ།

བ་ལ་ད་ལ་ན་ར་ལོ། ར་ད་ད་ད་རིང་པོ་ཙེ་གའོ་ལྕགས་ཀྱུ་གཅིག་ག་གཅིག་ས་ག་ད་ག་ར་ད་བྲག་ཀྱུ་གཅིག་མ་བྲིམ་ལོ་ཙེ་གཅིག་བྲིམ་བ་ལ་ད་ལ་ན་ར་ལོ་གཅིག་བྱས་ར་ད་ད་ད་རིང་པོ་ཙེ་གཉིས་བྱས་གའོ་ལྕགས་ཀྱུ་གཅིག་ག་གཅིག་གསུམ་ས་ག་ད་ག་ར་ད་བྲག་ཀྱུ་བྲིམ་མ་བྲིམ་བཞི་ཇི་ལྟར་ཡིག་འབྲུ་བཞིར་ལྡན་པ་ལོ་གཅིག་གཅིག་བྲིམ་ད་ད་རང་འོག་ཙེའུ་གཅིག་ཀྱང་ར་བ་དབུ་མའི་ཐོག་ནས་ར་བ་ལོ་ཙེ་གཅིག་བྲིམ་སྟེ། དེ་ནས་ཆུ་ལུག་ཆུ་འདྲེལ་ལ་ར་བ། ཆོས་ལུགས་མཐུན་འབྲེལ་ལ་རྩིས་ཙམ་པ་ལ་དོན་དག་གར་ལོག་ལ་ནི་རོ། ནི། ཆོས་ལུགས་འདྲ་མི་འདྲ་ཚང་མ་མཉམ་དུ་ཡ། གཅིག་ཏུ་བསྒྲིལ་ཏེ་འདི་ན་ཆོས་ལུགས་མཐུན་འབྲེལ། ང་བོད་པ་ཡིན་ང་རྒྱ་གར་ཡིན་ནི་སེ་འདི་མ་འདི་བ་ཅེས་ཆོས་ལུགས་ཚང་མ་གཅིག་པོ་གཅིག་རྐྱེན་ན། མཐུན་འབྲེལ་ཡག་པོ་ཡོད་ན་དེ་ལ་ཆོས་ལུགས་མཐུན་འབྲེལ་ལ་རོ། ད།

དཀའ་སྡུག། བཟོད་བསྲན་ནི་ན་བཟོད་པ་གོ་མེད་རེད་བ། དཀའ་ལས་རྒྱལ་ལ་ནི་བཟོད་པ་སྒོམ་དགོས་རེད། དཀའ་ལས། བཟོད་པ་སྒོམ་དགོས་རེད་ད། བཟོད་པ་མ་བསྒོམ་ན་ནི་དཀའ་ལས་ཁག་པོ་འདུག་ཟེར་བྱ་བྱས་ན་ནི་ཡོང་གི་མ་རེད་བ། དེ་དང་དཀའ་སྡུག་བཟོད་བསྲན་བྱེད་དགོས་རེད། ད་འདི། ད་འདི་ཡིག་འབྲུ་ཕྱིས་ཏེ་བདེན་པ་རེད། ད་བོ་དཀའ་དཀའ། ས་དཀའ་ད་ད་སེམས་ཅན་སྡུག་དཀའ་སྡུག་དཀའ་སྡུག། བ་བོ་ས་ན་རུ་ཚོད་ད་ཚོད་ས་ར་ད་ས་ན་སེན་དཀའ་སྡུག་བཟོད་བསྲན་དཀའ་སྡུག་བཟོད་བསྲན་ལས་རེད་བ། ཚིག་བཞི་ད་ད་བོ་དཀའ་དཀའ་ཅིག།

གའུ་གསང་སྔགས་གསང། མ་འབྲིང་པོ་མེད་ཅང་མེད། པ། སྦ་གསང་མེད། པ། སེང་འབྲུག་བཞི། དོ། ཡིག་འབྲུ་བཞི་སྟེ་བདེན་པ། ཚ་གྲང་སྙོམས་པ། ཚ་བ་མེད་པ་གྲང་མོ་མེད་པ། ད་ལྟ་དོན་དག་འདི་ལ་བ། ཚ་བོ་མེད་པ་གྲང་མོ་མེད་པ་སྙོམས་པོ་ཅན་ན། དེ་ལ་ཚ་གྲང་སྙོམས་པ། ལ་རོལ་བ། དེ་དང་འདི་ཡིག་འབྲུ་བཞི་སྟེ་བདེན་པ། ཚ། ག་ར་ད་གྲང་ང་གྲང། ས་ཉ་ད་ཉ་ན་ར་སྙོམས་མ་ས་སྙོམས། པ། ཚ་གྲང། ཚ་གྲང་སྙོམས་པ།

ཉིང་རྡུལ་བཞི་ལས་ལྡན་པ་ཅི་ལྟར་འོ་ར་ད་ཚལ་རིགས་སྣ་ཚོགས་ད་ཅི་ལྟར་འདི་ན་ཚིག་ཁ་ཆེ་དཔེ་རིང་པོ་ཚིག་ཁ་ཆེ་ཐུན་བསྡུས་དང་ཡེ་ནས་ཚིག་འདུས་ཡིག་འབྲུ་སྟེ་བཞི་ལས་ལྡན་པ་ཅི་ལྟར་ཐར་ལ་ཚལ་ར་གེའུ་རིགས་ཀ་ས་རིགས་ས་ན་ད་ན་ཨའོ་ད་ན་རུ་འཛོམ་མ་ས་འཛོམ་ཚལ་རིགས་སྣ་འཛོམ་ས་ད་འདི་ན་ཚེ་འདྲ་མི་ལ་འཛོམ་འདི་ཡོད་ན་ཚལ་རིགས་སྣ་འཛོམ་ས་རེད་འོ་ར་ད་ཚལ་རིགས་སྣ་འཛོམ་འདི་དེ་རེད་དོ་ཡིག་འབྲུ་བཞི་ལས་ལྡན་པ།

གཅིག་བྱ། བ་འོ་སང་ང་སང་གཉིས། ཚ་ཆུང་བུ་ཚེས་གསུམ། ར་གི་བུ་རི་ང་རིང་བཞི། ལོ་སང་ཚེ་རིང་ཡིང་དྲུག་བཞི་ལས་བསྟན་པ་རོ། འོག་སྡེ་དག་རང། དབུ་མའི་གང་ལ་རོ། འདུག་བྱེད། ད། བུ་མོ་དག་རང། བུ་བུ་མོ་ག་རེ་ནས་མིང་ག་འདྲི་བྱོས་ནས་རོ། མིའི་མིང་ག་འདྲི་བྱོས་ནས་ད་ཡང་བྱ་ལ་ད་སེམས་ཅན་མིང་འདྲ་མི་འདྲ་ཡིང་དྲུག་འདྲ་མི་འདྲ་ཡོང་སིག་རོ། ཡིན་ན་ང་རང་སུ་མིའི་མིང་བོད་པའི་མིང་བོད་པ་གི་མི་ཅིག་ཡིན་པའི་ཆ་ནས་མིང་འདི་ཡིང་དྲུག་བཞི་ལས་བསྟན་པ་རྐྱང་རྐྱང་རེད།

ད་དང་པོ་དེ་ནང་ལོགས་ག་རེ་ཡོད་རེད་ན་ཡིག་འབྲུ་གཉིས་ཅན་གྱི་ཚིག་བཅུ་རང་ངོས་ནས་འཚོལ་ཟེར་བ། ཡིག་འབྲུ་གཉིས་ཅན། ཡིག་འབྲུ་གཉིས་ཅན་དབང་མོ་ང་ཚོ་བྱང་ཡིན་པ། སྲིད་སྐྱོང་རྒྱལ་དར་དང་བྱང་ཡིན་པ། འོ་ད་འདི། འདི་འདྲའི་བཟོ་འདྲ་བོ་འདི་འདྲས་ཀྱི་ཚིག་རེད་བ། ཡིག་འབྲུ་གཉིས་ཅན་དེ་བ་ཚིག་བཅུ་གོ་དགོས་རེད། བཅུ་དེ་ཨ་ནི་རྣམ་པ་ཚོ་དེ་དེབ་ནང་ལ་ཡ་བྲིས་རོགས་གནང། ཚིག་བཅུ་དེ་ཡིག་འབྲུ་གཉིས་ཅན་བ་ད། དེ་ནས་གཉིས་བ་དེ་ནང་ལོགས་ལ་ག་རེ་ཡོད་ལབ་ན། ཡིག་འབྲུ་གསུམ་ཅེས་བྱ་བ་ལྟར་དང་ཡིག་ནི་ང་ཚོ་ཡིག་འབྲུ་གཉིས་བྲིས་ཡིན་པ་སྲིད་སྐྱོང་རྒྱལ་དར་ལ་བྲིས་ཡིན་པ་དེ་ནང་བཞིན་གྱི་ཡིག་འབྲུ་གསུམ་ཅེས་བྱ་བ་རེད་བ་ཡིག་འབྲུ་གསུམ་ཅེས་བྱ་བ་གིས་ཨ་ནི་ག་ཚད་རེད། ར་མ་ལུག་ར་རྟ་མ་བོང་འོ་དེ་འདྲའི་ཚུལ་གྲུབ་དེ་འདྲས་རེད་བ་ཡིག་འབྲུ་གསུམ་ཅེས་བྱ་བ་གིས་ཨ་ནི་ཚིག་བྱང་ཚ་འཁྱོག་དེ་ནང་ལོག་དེ་བཤུལ་མ་ཡོང་བྱས། འདི་ལ་ལྟ་བྱས་ནས་ཁྱེད་རང་ཚོས་གསར་བ་བྲི་ཡ་རེད་གསར་བ་ཡིག་འབྲུ་གསུམ་དེ་བསྣན་པ་ཡིག་ཚིག་བཅུ་བྱས་རེད་ལོ། ད་གཉིས་བྱས་པ་དེ་བྲི་འགྲིག་ག་བྱེད་ར་ཚིག་བཅུ་བྱས་གསུམ་བྱས་པ་དེ་བྲི་ག་བྱེད་ཚིག་བཅུ་བྱས་བྱས། ད་དེ་ནས་དེ་གསུམ་པ་དེ་ནང་ལ་ག་རེ་ཡོད་རེད་ན་ཡིག་འབྲུ་བཞི་དེ་བདེན་པ་ད་ད་ཡིག་འབྲུ་བཞི་ད་ལིང་བྱང་ཡོད་རེད་བ་དེ་ད་ཡིག་འབྲུ་བཞི་དང་བདེན་པ་གི་ཚིག་བཅུ་ད་སོ་སོ་ད་འདི་གཅིག་པོ་མ་རེད་འདི་ནང་ལོ་ལ་ངེད་ཀྱིས་ཚིག་ཉི་ཤུ་རྣམ་པ་ཚོ་བདུན་བྱས་ནས་ངོ་སྤྲོད་ཞུས་ཡོད་རེད་བ་དེ་ཉི་ཤུ་ལས་མང་ཡོད་རེད་བ་ད་དུང་དཔེ་མང་པོ་ཡོད་རེད་བ།